ངའོ། དགྲ་བགེགས་བསྒྲལ་ལས་འཁོར་འདི་རྒྱ་གྲུབ་སོང། བདག་འདི་ནོ་ད་ནང་མཁན་རིན་པོ་ཆེ། མཁན་རིན་པོ་ཆེ་བརྩེ་དྲུང་ལོ་དྲུག་ག། དེ་ནས་ཧ་ཅང་ཡག་པོ་ཅིག་གསུང་གི་འདུག་ལ། ད་འདི་བཞིན་དུ་ཡིན་ས་རེད་ལ་འདི་བཞིན་དུ་ཡིན་ས་རེད་ཤེ་ན། བདག། ཁ་ཅིག་བདག་གིས་ཅི་ཞུ་ཨ་ཀུན་སྙམ་ཟེར། ཟེར། དར་གྱི་རྩ་གི་སྐྱིད་ཤོད་ཀུན་སྙོམས་སེ་རི་སེ། དར་ཆེན་པོ་ཀ་རོ། ཞེ་འགྲོགས་མ་བུ་འདོ་ཚུལ་ཟིག་ཡིན་ས་རེད་ལ། ཞེ་འགྲོགས་མ་བ་ཁ་ཤིག་ཟིག་གི་འདོ་ས་འོང་ཁ་ཤིག་གི། ཞེ་འགྲོགས་ཁ་ཤིག་ཡོད་ཀྱི་ཞེ་འགྲོགས་མ་བ་ནང་རྡོག་སྟོན་རྗེས་ཀྱང་རྩ་སྟོང་ཤོང་བ་གཉིས་བསྡད་ན་འདོ་སྟོན་བུ་ལོན་ཅན་གྱི་འདོ་པ་དང་ཟེར་གྱི་ད། ད་ད། བོད་གཡོག་པོ་འདྲ་ཡིན་ས་ས་རེད་ལ། དེ་ནས་འདི་ཀ་ནས།

ཁོང་ནག་ཆུ་མཁན་གྱི་གསུང་བཤད་ཡིན་ས་རེད་དྲན་སོང་ལ། དེ་ནས་ནི་ཤེས་ན་ཕམ་པ་གི་གདམས་པ་གཏོང་མི་གཏོང་ས་ཡིན་འདིའི་སྟེང་ནས་གི་ད་ནོ་རྟོག་ཤེས་བཟོ་དགོས་ས་ཞིག་རེད་འདུག་ལ། དེ་ནས་འདི་ག་ནི་ག་ཁོང་གི་ཧ་ཅང་ཡག་པོ་གསུང་གི་འདུག་ངས་འདི་ཚོ་ཉན་དུས་ཧ་ཅང་ཡག་གི་དྲན་འདུག་ན་ག་ནི་ཡིན་ལ་རྒྱ་སྐད་གི་སྟེང་ནས་ཡག་པོ་གསུང་གི་འདུག་དེ་ནས་སྙུང་གནས་གི་དབྱེ་བ་འདྲ་དུ་སོགས་ཡང་ཡག་པོ་ཟིག་རེད་འདུག།

ད་ད་ཆེན་པོ་ལོས་ཡོན་ཏན་དང་འཕགས་པ་གཤེན་རས་གཟིགས་སྒང་ཡབ་ད་ནི་གཤེན་རས་གཟིགས་སྒང་ཡབ་ལྷ་སྒང་གི་ཡོད་པ་དང་ཆོས་ག་ཡོད་པ་དང་དེས་ཀྱང་ད་ད་ནི་མང་ནི་འདན་ཡབ་ད་དེ་འདྲ་ཟོས་ཟིན་ད་ནི་ཐེ་མན་གི་ལུས་འདྲ་སྐྱེས་ན་ཆོས་ཆོས་ག་ཡོད་གི་སྒང་གི་འདན་གྱི་འདྲ་དེ་འདྲ་སྐྱེས་མི་ས་ཡོད་ཟོས་ས་མ་རེད།

ཀུན་པོ་ཆེན་པོ་སྟོང་འདི་འདྲ་ཁོལ་ཁ་ལས་སྐད་ཆ་སྨྲ་བ་ཡིས་ཚོ་ཕི་སི་བདག་སྤྲད་ན་མི་ཆོག་པར་གྱིས་ད་གི་ཡིན་ཅི་མི་གྱིས་ང་ཤུག་གྲོ་མོ་བཟོ་ཡི་དོན་ད་གི་ཤེས་ཤིག་ཕི་རིའི་ཚོ་ཕི་ཐོ་རྒྱལ་ང་ཡིན་ཁོ་ཡིན་སེ་ཡི་ཏོག་འདྲ་ཡིན་དེ་འདྲ་བཟོ་འདི་གི་གྱི་འདི་དག་ཐང་ཆད་ཅི་ཤེས་ན་རི་ནི་ལ་ཤན་ཡོད་ཏོག་ཡིན་རེད་འཛམ་རི་ནི་ལ་ཤན་མེད་ན་ཁ་ལས་ཁ་ལས་ཐད་ཀར་ད་ཤེས་ཆོག་གི་རེད་ཤེས་ན་རི་ནི་ལ་ཤན་མེད་ཁ་བཟོས་ནའོ་ཁོ་ཚོ་ལ་ཁོ་ཚོ་གི་བློ་གྲོས་ལ་ཤན་ཡོད་པ་ཏོག་ཡིན་རེད། ལ་སོ་ལ་སོ་དེ་འདྲ་མ་ཡིན་པར། འདི་གཅིག་གིས་གཅིག་ལ་ཤ་བསྐན་གི་ནི་མ་རེད་གཅིག་གིས་གཅིག་ལ་སྒྲོ་ཐོག་སྐེ་འདེད་དགོས་གི་མ་རེད། ཐད་ཀར་དུ་ཐིག་ཁྲོ་ལོ་གྲོང་པོ་ལྡེམ་པོ་ཞེས་བྱུང་རེད་སྐད་ཆ་ཉང་ཆུང་བཟོ་སྐད་ཆ་དམའ་ཡིག་བཟོ་ད་གི་ངག་གཅིག་གིས་བཤད་དུས་གཅིག་གིས་ཉན། དེ་ནི་ཐོས་གོ་ཡིན་འདེད་མི་འདེད་ཕུ་ཤེས་ལོང་ཤེས་ཤེས་དགོས་ཅིག་དྲི་བ་གཅིག་ཀོ་བོ་ཁ་ཟིན་ན་དྲི་བ་དེར་ལན་ཐོག་མ་དུ་མི་བརྗེད་མི་དགོས་ཀྱི་མི་བུ་མི་འབོ་ཟི་ལག་གི་འདི་བ། འགོ་བ་ཅིག་ཡང་མ་འོང་གཞུང་ལུགས་ཅིག་དེ་ན་ཁྲི་ཚེ་འོང་ག་དེ་སོགས་དགོས་པ་འཇོག་འཇོག་གི་མ་རེད། གཞུང་ག་འདྲའི་ག་འདྲའི་དྲི་བ་ག་འདྲའི་ག་འདྲ་ཡིན་ལ་ཐད་ཀར་དུ་ལན་དེ་ཉིད་རྒྱལ་སྤྱི་དང་ཧ་ཅང་གལ་ཆེན་པོ་ཟེར་རེད་དྲན་སྲིད་ཡོད་ལགས། ད་གཟོད་བཙལ་འོང་དུས་དེ་རིང་མཁན་པོ་ཚུལ་ཁྲིམས་བློ་གྲོས་ཀྱི་གསུང་འདི་སོགས་བར་རྒྱག་དྲི་བ་བཀོད་ན་གང་གི་ལན་ཡག་པོ་འདུག་དུས་ད་གི་དན་ཏོག་ཚང་མ་ཆ་ཚང་བ་ཡོད་པ་ད་འདི་འདྲ་རྒྱག་གི་འདུག་ལགས། དེ་ཧ་ཅང་ཆེ་ཤོས་རེད་འདུག་ཁྱེད་ནང་མཁན་པོ་ཚུལ་ཁྲིམས་བློ་གྲོས་ངོ་མ་ཆེ་ཆེ་ཡོད་རེད། ང་སྔོན་ཆད་ནས་ཁོང་ལ་དེ་འདྲ་ཡོད་ཀྱི་རེད་ཁོང་སྔོན་མ་ངའི་དངུལ་གསུམ་པོ་རྒྱག་བཟོ་མྱོང་པ་མྱོང་པོ་བསྡད་མྱོང་ཐལ་འོན་ཀྱང་ད་གི་དེ་ད་ཧ་ཅང་སྐད་ཆ་བཤད་ས་འདྲ་འདུག་ད་གི་དུས་རྒྱབ་འདི་འབྲས་ནི་ཆེན་པོ་ཅི་ཡང་ཡོད་ཀྱི་མ་རེད་དེ་མེད་ན་འོ་ཡོད་མིན་ཆོད་ཀྱི་མེད་ང་ཁོང་ལ་དད་པ་ཡོད་རེད་ཁོང་གི་གསུང་འདི་ངས་ཉན་འདུས་དེ་ངའི་བླ་མ་ལྟ་བུ་འཛིན་འདུས་སོ་ནི་རེད།

སོགས་བརྗོད་དུས་ཡན་གྱི་ཆོས་རྒྱུན་ཡོད་ཀྱང་ནོར་བུ་རེད་དེ། ཚུར་ལྷ་བུ་ཚུར་ཁྲོམ་བློ་གྲོས་འཁུལ་བྱས་དུས་བློ་གྲོས་ལ་ཏིང་འཕྲོ་ལས་གྲྭ་བ་བླ་མ་ཐམས་ཅད་ཀྱི་ལྟ་ན་གོལ་གྱི་ཡོད་ཉན་གྱི་ཡོད་དམ་ཁྲག་ཡིག་ཚང་མ་བསྟན་འོང་ནི་རེད། ལ་སོགས་ལ་སོགས་དེ་རིང་ཆོས་རྒྱུན་ཡོད་ཀྱང་ནོར་བུ་བཀའ་ཉན་གི་རིང་འདིའི་ཚ་འདི་གོ་རྒྱལ་པ་འཛམ་ཐིང་ཁའི་འདྲ་བ་ཁོང་ཡིན་གསུངས་ནི་རེད་ད་ཁོང་མིན་ན་འཛམ་དཀར་མོ་ཡིན་ནི་རེད་ངོ་མ་དཀར་མོ་ཡིན་ནི་རེད་དེ་འདྲ་ཕ་ར་སྟེང་ན་ས་ཡི་ལོ་ཡིན་ན་རྟ་དེ་མོ་ཤར་ན་མཐོང་དེ་དོན་ངོ་མ་ལང་ལས་དུས་ཀུན་ན་དཀར་མོ་ཡིན་གྱི་རེད། ལ་སོགས་ལ་སོགས་དེ་ནི་མཁན་པོ་ཚུལ་ཁྲིམས་བློ་གྲོས་ལ་ལྷག་པར་དུ་ཁྱད་ཆོས་ཅི་ཡོད་རེད་ཟེར་ན་ཁོང་གི་གཞུང་ལུགས་ཐམས་ཅད་ཀྱི་དཀའ་གནད་ཐམས་ཅད་ཁོང་གིས་གསལ་པོ་ཟིག་སྒྲོག་ཅེས་བཤད་བ་རེད། དེ་ནི་ཐ་ཤལ་གྱི་ཐོག་གི་དེར་ཁ་ཚ་ངོས་ཀྱི་རྩོད་པ་བྱས་ཏེ་ངོ་མ་མི་གོ་ཁ་ཚིག་ཅི་ཟེར་འདི་ལས་ཀི་ན་ཉན་གི་ལས་མི་ཤེས་ཀྱང་ཧང་ལ་ཧོང་ཚིག་ཚོ་ཕ་རང་ལན་བརྒྱད་འདི་གོ་ཁ་ངོ་མ་གསལ་བོ་སིལ་བུ་ཟུར་ལྷའི་རྒྱས་ཐབས་མིན་པ་དེ་འདྲ་ཆགས་འགྲོ་གི་འདུག་གོས་རུ་རྟོག་ས་སྟོང་ཆེན་དག་གི་གོས་ངོ་མ་སྐྱེས་ཀྱི་སྐྱེས་ཀྱི་མགོ་ང་ནི་ཡར་དྲིལ་མར་དྲིལ་འདྲ་ཟུག་གིས་བཤད་ག་དུས་གོས་ན་ཉན་གི་ལས་མ་ཤི་འདྲ་ཞིག་རེད་དེ་ད་ལྷན་གྱིས་མ་རྒྱག་རོང་རྒྱག་རེད་ཀྱེ་ཀྱེ། ཀྱེ་རྒྱལ་ག་གི་བཟོ་ནི་རེད་ད་གི། ཀྱེ་ཀྱེ་འོང་ཀྱེ་ཀྱེ་ཚགས་མེད་ས་ལ་ཚགས་སེ་ཡོད་ནི་རེད་ཀ་རེ་མགོ་རེ་ཚགས་ཕུག་ཏུ་ཡོད་ས་ལ་གི་ཚགས་སེ་མི་ཤིག་པ་དེ་འདྲ་འོང་རེད་དེ་འོད་རེད། རེད་དེ། ད་མཁན་པོ་ཚོ་ཁྲོམ་ལོ་དེ་དེ་འདྲ་ཡོང་གི་མ་རེད་ངོ་མ་ཡོང་གི་མ་རེད། ཁོ་བོ་འདྲ་ཚོ་ཡོང་གི་ཁ་ཟོས་ན། ཡོང་གང་དེ་བཤད་གི་ཁ་ཟོས་ན་ཁོ་བོ་དེ་ཤེས་ཆ་གཅིག་བཟོ་གནད་འགག་ཐང་ཅིག་སུ་ར་བསྡད་ཡོད། དེ་ནི་གཅིག་གི་ནང་ནས་དེ་ནི་ཁ་སྲིང་མོ་ཞིག་བཟོ་སོང་གི་རེད། ཧ་ཅང་ཧ་ཅང་ཤ་སྲིང་མོ་ཡོང་ནི་རེད། ད་ག་དེ། གཞུང་བཀའ་འདི་བཀའ་བཞུགས་ཆེན་པོ་གཞུང་བཀའ་ནི་ཚང་མ་དང། མཁན་པོ་ཚོགས་དྲུང་བློ་གྲོས་གུ། དེ་འདྲ་ནི། དེ་འདྲ་ཆོས་ཁྲིད་དུ་ཉན་ག་ཁ་ཟེར་ན་རྟ་བདེ་མོ་བདེ་མོ་ཅིག་བཟོ་ཡོད། ད་ག་ངོ་མ་ཁྱེད་ཀྱིས་གོ་བདེ་མོ་བདེ་མོ་ཅིག་བཟོ་ཚང་མ་གོ་ཐུབ་པ་དེ་འདྲ་ཞིག་ཆགས་འགྲོ་གི་རེད། ག་ཚོད་གཞན་མ་ཟིག་གི་ཅིག་ཉན་གི་འདུག། མི་གོ་ལ་ཤི་ན་མི་གོ་ལ་སྟེང་དུ་ན་ཡག་ལ་མི་གོ་མི་ཅིག་བཟོ་ག་ཟེར་ནི་རེད། ཤི་ཁོ་རེ་གཞུང་དུ་རྟ་བདེ་མོ་འདྲ་ཞིག་ཡོད་ག་ཟིག་ན་གོ་འགའ་རེ་གི་དཔེ་ཆ་ཁྲི་སྟོང་འདྲ་དུ། རྩ་བ་ཉིད་ནི་མི་གོ་མི་བཟོ་ཡི་ཕ་ར་ཕར་མགོ་ཉེས་སྐྱེ་ཡོད་གི་ན་ཉེས་གི་ལས་མི་ཞིག་མི་རེད་ཡི་ཐ་དི་དེ་འདྲ་བཟོ་ཤེས་གི་རེད། ལགས་སོ་ལགས་སོ་དེ་ནི་ངོ་མ་མཁན་པོ་ཚུལ་ཁྲིམས་ལུས་འདི་དང་ཧ་ཅང་ཆེ་ཆེ་ཡིན་ནི་རེད་ངོ་མ་ཡིན་ནི་རེད་ཁོང་གི་གསུང་ལ་ཉན་ང་ཚོ་གདུག་ཅན་གི་མཁན་པོ་ཟིག་ཡོད་རེད་ད་ད་སོ་སྙིང་དོ་འདི་ན་ཟེར་གི་མ། སྔོན་ཆད་སྔོན་ཆད། ཁོ་རང་རྫོགས་ཆེན་ནི་འདི་ལྟར་སྡུག་ཐབས་མ་བསགས་ལ་དགེ་ལུགས་ལོག་གི་དཔེ་ཆ་འདྲ་ཅི་ཟེར་དེ་ནི་རེད་རྫོགས་ཆེན་ནི་དེ་ནི་རེད་ད་གཞན་དུ་མིན་ཏེ་རྩ་ཁྲ་ཆུ་དྲག་ག་ལ་དོ་སོགས་ལོག་གི་དཔེ་ཆ་ད་ས་འདྲ་སོང་ཡིན་དེ་ནི་ད་དུས་ག་ལ་སོང་ཡོད་ག་ནི་ལོ་མང་པོ་འདས་ནི་རེད་ད་ག་ནི་འདས་ན་ཁོ་ཁོར་གི་དེ་ཆུ་ཁྲོད་ཞེ་ས་འདྲ་ད་མཁན་པོ་ཆུ་ཐོག་ཏུ་དེ་ནི་ཉོ་རོང་མཁན་པོ་ཚུལ་ཁྲིམས་གཉིས་ཀ་གཙོ་བོ་དེ་གཉིས་ཀ་གི་འདས་ནི་ཆོས་ཞུ་ཡི་དེ་འདྲ་བཟོས་རེད། དེ་ཁ་ནས་ཁོ་ཚོ་དེ་ནས་ཡར་ར་ཐལ་ཡོང་ད་ངེད་གཉིས་ཁ་ཤེས་རིགས་སོ་ང་ཁ་བཟང་རྒྱུ་ནི་མ་རེད་ཁོ་རང་ཁོ་ཁ་བཟང་རྒྱུ་མིན་ཟིན་ཡང་ངེད་གཉིས་ཤེས་རིགས་སོ་དེ་ད་མཁན་པོ་ཚོ་ཁྲོ་བློ་གྲོས་ཀྱི་དཔེ་ཆ་ཤེས་གི་མ་རེད་ཟེར་ཁོ་རང་གི་ལག་འདུས་མཁན་པོ་ཚོ་ཁྲོ་བློ་གྲོས་དཔེ་ཆ་ཤེས་གི་མ་རེད་ད་གི་དེ་དཔེ་ཆ་ཤེས་གི་ན་ཉོ་རོགས་ཚོ་ཁྲོ་དང་མཁན་པོ་ཆོས་ཐོག་ན་དགའ་གི་རེད་ཟེར་ཡ་ཤེས་ན་ཁོ་ནང་ཤེས་ཡོད་པོ་དང་ཤེས་ན་བླ་མ་ཡོད་པོ་ཤོང་ཆོག་གི་སེམས་པ་ད་གི་དེ་འདྲ་ཡོད་པོ་ཡོད་ནི་རེད་མ་གཏོགས་དཔེ་ཆ་ཤེས་གི་ན་ཁོས་ཡོད་པོ་ཤེས་ཤེས་གི་མ་རེད་ཟེར་དེ་འདྲ་ལག་འདུས།

དེ་ནི་དེ་འདྲའི་རེད། ཡང་ན་འོང་ད་ཁོ་རང་སྔོན་མ་པེ་ཅིང་ཁྲིད་པ་འདྲ་ཡོད་རེད་གོ། དེ་འདྲའི་རེད། དེ་རྗེས་སུ་རྗེས་སུ་ད་ཁོ་རང་འོང་དགའ་ནི་ཕ་ར་བརྒྱུད་སོང། དགའ་ནི་ཕ་ར་བརྒྱུད་འགྲོ་དུས། ང་དགའ་ལ་ཅིག་སོང་ཡོད། སོང་ཟིན་ཡང་ཁོ་སར་ཞོག་དུས་ང་ནི་ཁོ་སར་འདུག་ཟེར། ཡར་བརྫིས་དེ་ཁོ་རང་སར་བསྡད་ཡོད། ཞག་མ་གཅིག་གཉིས་ཤིག་བསྡད་ནས་ཡང་ད་རྩོམ་ངར་ཚོགས་ཀྱི་འདུག་ནི་མ་རེད་དེ། ཞག་མ་གཅིག་གཉིས་ཚར་ཟིག་བསྡད་ནས་ཡང། དེའི་སྐབས་ནི།

དེ་ཕྱོགས་ནི་ཀོ་ཁོང་ལ་དེ་ཕ་ཐོག་འདུམ་པ་གྲོགས་མོ་ཡོད། ད་ཁ་རུ་ཟི་ཡོད་ན་ཆུ་རྒྱལ་ཡུལ་གཞན་ནོར་བུ་ཁུ་ཀློང་ཆེན་རང་ཅག་གི་ཁྲག་གི་ཡང་སྲས་ངོས་འཛོམས་འདི་ཨོ་ང་ཡན་གྱི་རེད་ཁྱེད་དགའ་དགའ་བཟོ་ཟི་རེད་དགའ་ཞིག་སྤྲོ་བ་གི་སྒོ་ནས་དོང་ལེ་བཟོ་གི་རེད་བཟོ་གི་རེད་དེ་ཁོང་གི་དོང་ལེ་བཟོས་ཡོད་ས་མ་རེད་ད་ཁོང་གི་ཧ་ཅང་མཛེས་རྒྱུ་ཡག་ཞིག་ཟི་ཡང་དྲན་ད་ང་ཕོ་ལྔར་ལྟོས་ན་ཧ་ཅང་བླ་མ་དཀར་བ་དེ་འདྲ་ཁྱད་ཆོས་ཅན་མོ་ར་ནི་མི་སེར་འདིའི་སྟེང་ནས་མ་ཚད་རྒྱའི་མི་ཐ་ཅན་ཅིག་གི་དེ་ནས་ལོ་རྒྱུས་ཆད་པ་ཅན་ཟིག་ཡང་དྲན་ཡོད་ངེས་ཐུག་དྲན་སོ། དེ་ནས་གཉིས་པ་གཏན་ནས་བཤད་ན་ཁོང་ད་དུ་གི་འདི་འདྲ་ཡིན་ནི་རེད་ཁོང་སྐྱེ་འགྲོ་ཡིན་ནི་རེད་ཟེར་ན་རྒྱུ་དང་སྔགས། རྒྱུ། མདོ་རྒྱུད་ག་འདྲས་བཤད་དགོས་ཁ་ཟིག་ན་སྔོན་མ་ཁ་སིག་མོ་བཤད་རྒྱུ་ཁྱད་ཆོས་ཀྱི་བཤད་རྒྱུ། ད་ལྟ་ངས་ཐང་གང་དུ་བཤད་ནི་ཡོད་ད་གང་གི་ཁྱད་ཆོས་གཉིས་པ་དེ་རེད་ད་ཧ་ཅང་དཀའ་གྲོགས་ཆེན་པོ་ཡོད་ནི་རེད་མ་གཏོགས་ད་ནངས་ངས་ཀྱང་མཁན་གྱི་ཐང་ཆེན་གྱི་གསུང་དང་གསུང་ནི་རེད་དེ་འོན་ཀྱང་ཁ་སིག་མོ་འདྲ་སློབ་མ་ཐང་ཆེན་གསར་པ་ཡོད་ནི་རེད་དེའི་རྒྱུན་དུ་དེར་ཁ་ཐང་འདྲ་བྱས་ན་དཔེ་ཆ་ཉན་གི་བསྡད་གི་རེད་མ་གཏོགས་སྔོན་ཆོས་དེར་ཁ་ཐང་འདྲ་ལྟ་བདེ་མོ་འོང་ཡོད་གི་མ་རེད་ཁ་སིག་མོ་སོང་མོ་ཅིག་མེད་ན་ཐ་ན་དབུ་མ་གཅིག་པ་ཟིག་གོ་དགོས་ཁ་ཟིག་ན་ཟ་བོ་ཟིག་གོ་ཐུབ་གི་མ་རེད་མ་རེད་དེ་འོན་ཀྱང་ད་གི་དེ་ད་ཁོང་འདྲ། ཞག་སྲིང་མོ་སོགས་སོང་བཙལ་བར་འདོད། དེ་ནི་ཕ་སྐྱེས་པ་དག་ཁོང་གི་སོང་ཉེས་དགའ་ན་ཆ་ཚང་བ་ཟིག་ཅི་ཞིག་གོ་ཐུབ་པ་ལྟ་བུ་དེ་འདྲ་ཟིག་ཆགས་འགྲོ་གི་རེད། དེ་ཤེས་ན་ད་ཁོང་དུས་རབས་གསར་བ་འདི་ནི་བསྟན་པ་ཡོངས་དག་གི་དུས་རབས་འདི་དེ་འདི་ཉིད་ལ་ཡོངས་དཀར་པོ་ངག་གི་སྟེང་ཁྲོ་ལ་དཀར་བོ་གནས་ཐང་ཆེན་ཐོག་མ་མགོ་གཙང་ཡི་སྒྲོ་དཀྲི་མཁན་འདྲ་བོ། དེ་འཕྲོ་ནི་མི་རབས་ལོ་རབས་མང་པོ་ཞིག་ལ་སྟེང་ཁྲོ་ལ་ཚང་མ་གི་རྗེས་ཤོག་ཡི་ནང་སྦྱངས་སུ་བྱེད་པ་དེ་ཉིད་སུས་བསལ་བོ་གཏོང་མཁན་འདྲ་བོ་ཁོང་ཡིན་ཐག་བཙན་ཡང། ངས་དེ་ཁྱེད་ཅིག་ཏུ་དྲན་ཟིག་ཡོད་ནི་རེད། ངོ་མ་ལྟ་འདྲས་དྲན། ད་ང་ཚོ་སྨན་རྒྱུད་གཉིས་སྨན་པ་གཅིག་ལས་ཡིན་པ་མ་ཟད་རི་བོ་དགེ་ལྡན་པ་ལ་སོགས་པ་ཚང་མ་ནི་ཁོང་ཡིན་ནོ་ཤ་ཟིག་ཨོ། ཨོ་ཡ་ཏི་ཨོ་ད་གི་ད་རེས་གཞུང་གཞན་མ་ཐང་ཆེན་ལའང་ཁོང་གི་ཧ་ཅང་ནུས་ཤུགས་མང་པོ་བསྟན་འོང་ནི་རེད་ཁོང་གིས་གཞུང་བཤད་བསྩལ་འོང་དུས་ས་དགེ་བཀའ་རྙིང་ཚང་མ་གི་གཞུང་གི་གོ་བ། དེའི་འཕྲོ་ནས་ཀུན་མཁྱེན་སྐུ་རིང་པ་གི་གསུང་སྒྲ་དང། དེའི་རྒྱུན་དུ་ཇོ་ནང་ཀུན་མཁྱེན་གི་གསུང་སྒྲ་དང། དེའི་རྒྱུན་དུ་ཚང་མ་ཁོང་གི་གསུང་གི་རེད་ཧ་ཅང་ཁ་སིམ་མོ་བཟོ་ཞག་བདུན་མོ་བཟོ་ཁོང་གི་གསུང་དེ་ཧ། གཞན་མ་ཐོངས་ཁྱེད་ཀྱི་རྗེས་སུ་རྗེས་སུ་ད་ཁོང་གི་གསུངས་རྒྱུ་བ་ཅིག་མ་འགྲིག་འགྲིག་ན་དེར་ཁ་ཚོན་བཤད་མཁན་ཡོད་ན་ཐོངས་ཡོད་ན་ཐོངས་ཏེ་འོན་ཀྱང་དེ་སྔ་མ་ལ་མི་འགྲིག་ས་ཁྱོད་ཡོད་གི་མ་རེད་ཚིག་ཚག་སྐད་ཆ་བཤད་སྟངས་ཚིག་ཚག་རེ་ཁོ་ཅོག་བཤད་དུས་རེ་ཚ་རེ་ཚིག་ཚག་རེ་མ་འདྲ་ས་ཡོད་ན་ཐོངས་མ་ཐོངས་དེ་འདྲ་སྔ་མ་ལ་སྐྱིད་པ་སྐྱིད་ཆོག་ཆོག་དུས་དོན་ནི་རེད།

ངོ་མ་ཟེར་ན་ཁོང་གི་ཕ་ཡག་ཡིན་ཟེར་འདོད་ཀྱི་འདུག་ད་རྒྱ་རྒྱན་རེད་དེ་ཁོང་གི། ད་ཁོང་གི་མ་ཡང་ཏཱ་ལ་ཕ་ཚེ་སྙེ་གཉིས་ཡོད་སོང་ཟེར་ཡ་སྙེ་སྔ་མ་ད་ཁམ་པོ་ཚོ་གྲོ་ལོ་དྲི་ཕ་གན་ད་ཐོག་མ་ཏིན་གྲོ་ལོ་བཅས་ཀྱི་གྲ་ལོང་འདྲ་དེ་འདྲ་ཟིན་ཡང་ཡིན་དེ་ནས་ད་རྒྱ་ཆོས་གོས་སུ་ཤེས་འོང་དུས་གྲ་བ་བཟོས་རྒྱུ་སོང་ཟེར་རེད་ར་ཟེར་ད་རྒྱ་འདི་སོང་ནི་རེད་དཔེ་གཡོག་པོ་འབྲོང་མོ་འཁིས་པ་ཡིན་གི་རེད་ཟེར་དེ་འདྲ་བཤད་གི་འདུག་དེ་འདྲ་ཡོད་ནི་རེད་དེ་ནས་ད་རྒྱ་ཁམ་པོ་ཚོ་གྲོ་ལོ་དྲི་ཕ་ཡག་ཡན་འདྲ་ཆེན་པོ་རྗེས་སུ་ཡོད་སོང་ཟེར་རེད། བླ་སྲོག་ལ་ད་ལྟ་ཁོང་ཤ་ཉེ་ཐང་ཅན་གྱི་ཕ་རྒན་ཆེན་པོ་ཡིན་བསོད་ཚལ་རེད་ཡིན་མ་གཏོགས། ད་ཡིན་ག་ག་ཚོད་ན་ད་ཁོང་གང་ལྟ་དུས་ཡིན་ན་དེ་ཕ་ཡག་ད་གི་ཁོང་སྤྲོ་ནས་འཇིག་རྟེན་ཁང་ལ་ཕེབས་ཡོད་ད་གི་ཁོང་གི་འཇིག་རྟེན་ཁང་འདི་ན་ལ་སངས་རྒྱས་ཀྱི་བསྟན་པ་ལ་ཞེ་ཅིག་བཞག་པ་མ་ཟད་སེམས་ཅན་ལ་དེ་འགྲོ་ལ་ཕན་བདེ་གི་བྱ་བ་རླབས་ཆེན་པོ་ཟིག་སྔོན་མ་སེང་ལྕེ་ཁ་རུ་འབབ་འབུ་སོགས་ཆག་སྒོ་གཟུགས་སེང་ལྕེ་རྟ་ནོར་ལུས་སམ་ཚོང་ལམ་ལ་ཡོད་པར་མ་ཟད་ཡོད་ཧ་ཅང་དུས་འཕྲོ་ལ་ཤྭ་བ་བླ་ཆེན་པོ་ཆེ་ཁོང་གི་བཀྲིན་དེ་ཡིས་དྲན་ཡོད་ད་དྲན་སྲིད་ཡོད། ཐོག་མར་ད་དྲན་དགོས་དྲན་ན་ངས་ཁྱོད་བླ་མ་བླ་རྒན་གནང་གི་ཡོད་སེང་ལྕེ་བསད་མི་ཉན་ཤ་བསད་མི་ཉན་ཟེར་ཡོད་གསུང་གི་མ་རེད་ཁོང་ངོ་མ་གསུང་གི་མ་རེད་ད་སྐད་ཆ་དྲང་པོ་བཤད་ན་གསུང་གི་མ་རེད་ཁོང་རྣམ་པ་ནང་ན་ངན་ཇུས་ནང་གི་ལང་ལུས་འདྲ་ཡིན་བསོད་ཚལ་རེད་མི་གསུང་ནི་མི་བསད་ད་ནོར་བླ་རྒན་འགའ་རེ་ཁ་སྒོ་ཤི་དགོས་བྱ་གི་རེད།

ལགས་སོ་ལགས་སོ་ད་དེ་འདྲ་དེ་འདྲ་ཡོང་གི་རེད་དེ་འདྲ་གི་ངོ་ཚེ་ངོ་ཚེ་འདི་དེ་ནི་ད་ང་ཚོ་ལོ་རྒན་རབས་པ་ཅིག་ཡིན་པ་ཆ་ནས་བསམ་བློ་གཏོང་དུས་མཁན་པོ་ཚུར་ཁྲོམ་བློ་གྲོས་ཀྱི་གནང་ཐབས་ལྟར་ལ་རྒྱས་འབྲིང་ཧ་ཅང་རྒྱས་འབྲིང་ཆེན་པོ་ཞིག་བཟོ་ཆོག་པ་དེ་འདྲ་བ་ཟིག་ཡང། དེ་ཡོང་གི་ངོ་མ་ཁྱེད་ཀྱི་གཞུང་ཆེན་སེམས་པ་སྐྱ་སེར་གཞུང་ཆེན་སེམས་པ་ཆེན་པོ་ཟིག་ཁོང་ཡང་དྲན་ཡོད་དེ་ཚོ་རྣམ་པ་རྟག་ཏུ་རང་གི་དེ་འདྲ་དྲན་ཟིག་ཡོད།

ཅོ་ལེ་རེད་ཟེར་ན་དེ་སྐད་ནི་མཁན་པོ་ཚོགས་དྲུང་བློ་གྲོས་རྒྱ་སྟོང་སྐྱིད་ལ་འབྲེལ་བ་དེ་ཚོ་བཟོ་གི་མ་རེད། ཁོང་ངོ་མ་རྒྱ་ནང་འགྱེལ་ནས་འགྲོ་འདུག་གི་འགྱིག་མ་སྐྱེལ་ཡ་འབྲེལ་བ་ཆེན་པོ་བཟོ་རོགས་མོ་བཟོ་ཡི་དེ་འདྲ་བཟོ་འདི་བཟོ་ཁོང་ཁྲ་འདི་ལ་ཕེབས་ཡ་ས་ཆ་གཞན་ཡང་རྒྱ་ཡོད་ལ་ཕེབས་རོགས་མོ་བཟོ་ཡི་དེ་འདྲ་མཛད་གི་རེད་ཁོང་རྩ་བ་ཉིད་ནས་ཕེབས་གི་མ་རེད་ཁྲ་འདི་ལ་ཕེབས་ཚར་རེད་བཟོ་ཡི་དོ་ཚོ་རེད་གནས་ཀ་གནས་ཀ་མཐའ་ན་ཁོང་པ་ཟིག་གོ་ཁོང་གི་ཉུལ་ཡོད་གི་མ་རེད་དུས་དུས་དེར་ག་ཚོད་ཡོད་བཟོ་ས་རེད་དེ་ན་ངན་ཅོ་ཅོ་ཡོད་བཟོ་ས་མ་རེད།

སྒར་དེ་ཉིད་ལའང་ཐོག་མར་སྟེང་དྲོར་ཤ་བཀང་འདུག་མཁན་བོ་མཁན་པོ་ཚུར་དྲངས་ལོ་རི་རེད་འདུག་ཨ། ཁོང་གི་སྣོད་ཅིག་ལ་ཉུལ་ར་ཟེར་ཞེས་ཤ་བཟའ་མཁན་ཐམས་ཅད་ལ་སྣོད་གསར་པ་ཟིག་ཁ་ཁ་ཟིག་ཉུལ་ར་ཁོང་ཁོང་རང་ཉིད་ལ་དེ་ག་ནས་ཁོ་མོ་མང་པོ་ཡོད་ཀྱི་མ་རེད་དེ་མེད་ནའང་སྣོད་ཆེན་པོ་ཟིག་ཉུལ་བཙལ་ཡོང་དོ་གི་ཟེར་ཏེ་ཤ་བཟའ་མ་ཐམས་ཅད་ཀྱི་ཚུལ་དུ་ལོག་ཏུ་བཀར་ཏེ་ད་ལྟའི་ད་ཆ་གི་ཟ་ངུས་མ་ཟོས་ཡ་ར་ཐལ་འོང་ནི་རེད་ར་ཟེར་བཤད་ཀྱི་འདུག། ལགས་སོ་ལགས་སོ་དེ་འདྲ་ཡིན་ཟེར་ས་རེད་ལགས་སྐུ་སྲས་རིང་དེ་ནས་ད་མཁན་པོ་ཚུལ་ཁྲིམས་བློ་གྲོས་ཀྱི་ལོ་རྒྱུས་དུ་འདི་གོང་ས་བླ་མ་གོང་ས་ལྷུན་གྲུབ་འདྲ་མཁན་པོ་གོང་ས་ལྷུན་གྲུབ་འདྲ་ཁོང་རྣམ་པས་དགོངས་གི་རེད་ང་ལས་ཀྱང་ཁོང་རྣམ་པས་ས་ཆ་ཆེ་གི་རེད་དེ་ཡིན་དུས་ད་གང་ལྟ་དེ་ཡིན་ནའང་མཁན་པོ་ཚུལ་ཁྲིམས་བློ་གྲོས་སྔགས་ཀྱི་རྣལ་འབྱོར་པ་འཛིན་ནའང་ཆོག།

ལ་སོ་ལ་སོ་དེ་འདྲ་ཡིན་ཟེར་ནི་རེད་ལ་དེ་འོང་གི་ད་མཁན་པོ་ཙོ་ཁྲོན་བློ་གྲོས་ལ་བསྟོད་པ་ཞིག་ངའི་ནང་ཡིན་ན་བཟོ་ཤོག་ག་གི་རེད་ངོ་མ་ཁོང་ལ་ངས་ཧ་ཅང་རྗེས་དྲན་རྩ་གི་རེད་ང་ཁོང་ལ་དད་པ་ཡོད་གི་རེད་ང་ཚོ་གཉིས་མ་ཧ་འདས་པ་ལ་འདུས་འདུས་འདུས་ད་གི་ཁོང་ལ་དད་པ་བཞག་ཡིན་ཉེ་སྐྱིད་སྐྱིད་ལ་ངས་དད་པ་ཟིག་གསོལ་འདེབས་མང་པོ་ཞིག་བཟོས་ནི་ཡང།

འོ་ཡ་མི་སེར་འདིའི་སྟེང་ན་མཁན་པོ་ཚུལ་ཁྲིམས་ཀླུ་སྒྲུབ་ཡན་ལག་བོད་གངས་ཅན་ལྗོངས་ལ། འོ་ཡ་ད་ཟས་དུག་ཟས་ནི་རེད་སྐྱེན་ནས་གཟིགས་ཟས་ནི་རེད་སྐྱེས་ཀྱི་སྐྱེས་ཀྱི་སྐྱེས་ཀྱི་མུན་པོ་ཟས་ཀྱི་ཟས་ཀྱི་རེད་དེ། འོན་ཀྱང་ད་སྔོན་མ་སོང་རྗེས་བསྟན་པ་དང་ཁ་ཡོད་ལག་ཡོད་ཀྱི་དེང་དྲོ་ལ་བསྟན་པ་དང་སེམས་ཅན་ལ་ཕན་ཐོག་གི་ན་ད་ཁོང་ཡན་ལ་ཡོད་གི་མ་རེད། ཁོང་གི་མཁར་གྱི་འཛུགས་སྐྲུན་དང་ཁོང་ལུས་ཀྱི་དེང་དྲོ་ལ་སྐྱེས་ཀྱི་སེམས་ཅན་གྱི་བདེ་སྐྱིད་དང་ཐེ་ཚོམ་གྱི་ཚད་ནི་མ་རེད།

རྒྱལ་གཅེས་ཆོས་གཅེས་ཀྱི་དད་འོག་བརྟན་བགྲོ་གླིང་ཁང་ལ་ཧ་ཅང་བློ་སྟོབས་ཆེན་པོ་ཟེར་བ་ནི་རེད་གུ་ཡངས་ཆེན་པོ་ཟེར་དུས་སྤོབས་པ་ཆེན་པོ་ཟེར་ཁོང་ལ་ཡོད་ནི་རེད། དེ་དག་ཐམས་ཅད་ལའང་ཧ་ཅང་གཟེངས་བསྟོད་འོས་པ་ཟེར་ཡོད་ནི་རེད་མ་གཏོགས། དེ་ནས་ཧ་ཅང་ཆོས་ཟེར་གྱི་འདི་ལའང་ཞེན་པ་ཆེ་ན་ཆགས་ན་སྔགས་ལ་ཆགས་ནའང་འདྲའི་རུ་ལོག་སའི་ངུ་ཅི་བཤད་རྒྱུ་ནི་རེད་ན་དེ་འདྲ་རེ་ཡོད་པས་ནའང་ཉན་སོ་ནི་མ་རེད། དེའི་རྐྱེན་དུ་བརྟན་བགྲོ་ནས་ཡང་ལྷ་ལའང་མི་ཕྱོགས་པ། འབྲས་ལའང་མི་སྟོང་པ། ཆགས་སྡང་དང་བྲལ་བ་གི་སྒོ་ནས་ཁོང་འགྲོ་ཐུབ་རྒྱུ་དག་ཧ་ཅང་གལ་ཆེན་པོ་ཟིག་ཟུང་རྒྱུ་གི་ཆུ་ལུད་དང་མཐུན་པ་དེ་འདྲ་ཡིན་སོང་ས་རེད། ལགས་སོ་ལགས་སོ་བཀའ་དྲིན་ཆེ་ད་མུན་པོ་ལགས་སོང་དགོངས་དག་ཞུ་དེབ་ཆེན་རྣམས་ཉན་ཐུབ་ན་ཐུབ་རེད་ཉན་མ་ཐུབ་ན་གོ་ཉན་མ་ཉན་སོ་ཆོད་མེད་དེ་ད་ཁ་རང་ང་རང་ཁ་བཟང་རྒྱུ་མེད་དེ་རིང་འདི་ན་ཁང་པ་ཟིག་ཡོད་ད་གི་བཤད་དང་ནི་ཡིན་ལགས་སོ་ལགས་སོ།